དྲ་གྲོགས་གླིང་གའི་ཁམས་བཟང་དེའི་རྣམ་པ་ཚོ་ལ་ངས་བོད་སྐད་ཡིག་ལབ་ནས་དབྱིན་ཇི་སློབ་ཐབས་བྱེད་པ་དེ་ནང་ལ་ཡ་ཨན་ངས་ད་རིང་སློབ་ཚན་གྱི་དུས་ད་རེ་ཞུས་ད་རིང་གི་ང་ཚོ་གི་སློབ་ཚན་དེ་ལྡོག་ཕྱོགས་སྐོར་ལ་ཡ་དུས་ཆགས་བསྡད་ཡོད་ཨན་ལྡོག་ཕྱོགས་ལ་ཡ་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Opposite ཟེར་གོ་རེད Opposite ཨན་ད་རིང་གི Opposite དང་པོ་དེ་ག་རེ་ཡིན་ཞུས་པ་ཡིན་ན

འདས་ཤིང་ལ། རོ། རོ། རོས་འདི་གསུམ་པོ་ལ་རྗེན་པ་ལ་ཡང་རོས་ཞེས་ཀྱི་ཁུགས་རེད། དཔེར་ན་ཚིག་གི་རིགས་རྗེན་པ་ཡིན་པས་ན་འདི་ག་རེ་བྱའོ་རེ་ཞུས་པ་ན་རོ་བས་རྗེས་འབྲེལ་པ་ལ་བྱའོ། སོང་ཙང་རོས་འདི་གསུམ་པོ་ལ་ཡང་རོ་ལ་ན་ད།

Exit Exit Exit ཟེར་དུས་བསམ་པ་ལ་ཐོན་སྒོ་ཐོན་སྒོའམ་ཐོན་ལམ་གང་དང་བཟོ་དུས་ད་ལམ་ཀ་ད་ས་ཆ་ཡིན་ན་རེད་ག་བ་ཡིན་ན་རེད་གནམ་ཐང་ཡིན་ན་ག་བ་ཡིན་ན་རེད་ད་ང་ཚོ་ཐོན་འགྲོ་ས་ཀྱི་ང་ཚོ་དེ་ན་ནས་ང་ཚོ་ཕྱི་ལོག་ལ་ཐོན་ས་ཀྱི་སྒོ་ཕྱེར་བ་དེ་ལ་ཡ་ཐོན་སྒོ་ཕྱི་ཆེ Exit ཕྱི་ཆེ་འོང་དུ་སྐུར་དོ་དེ་གཤམ་ལ་ཡ Destroy Destroy

ནི་འདས་གཤོམ་ལ་བའི་བའི་བའི་སུ་དུས་གསུམ་པོ་ལ་སུ་སུ་གི་ཅ་ལ་ཉོ་བ་ཉོ་བ་དེ་ལ་ཡ་བའི་བྱས་ནི་བའི་གི opposite དེ་སེལ་སེལ་སེལ་སུ་དུས་གསུམ་པོ་ལ་ཡ་འཚོང་བ་སུ་སུ་གི་ཅ་ལ་གཞན་ལ་འཚོང་བ་དེ་ལ་ཡ་སེལ་སུ་དུས་གསུམ་པ་བའི་གི opposite དེ་སེལ་བྱ་གི་དོ།

འདི་གཤམ་ལ་བིན། Vin། ཟེར་དུས་སེམས་པ་ལ་ཡང་སོ་སོའི་རྩེད་མོ་དེ་འདྲ་ལ་མཉམ་ཞུགས་གནང་བྱས་ཏེ་ཐོབ་པ་རྒྱལ་ཁ་ཐོབ་པ་གང་དང་རྒྱལ་བ་དེ་ལ་ཡང་རྒྱལ་ཁ་ཐོབ་པ་དེ་ལ་ཡང་བིན་བྱས། བིན་གྱི་ལྡོག་ཕྱོགས་ཏེ་ལུས། ཟེར་དུས་སེམས་པ་ལ་ཕམ་པ། རྩེད་མོ་ཡིན་ནི་ལེ་རེ་ཁ་རིས་ནི་སུས་སུས་ངོས་ནི་དང། གང་དང་ཅིག་ད་ཕམ་པ་དེ་ལ་ཡ། ལུས་ཕྱིན་ཆད་དུ་ཟེར་བྱ། ལ་ཟེར་ད་དེ་འདོད་བསམ་པ་ད་ད་རིང་གི་ང་ཚོ་གི་སློབ་ཚན་ལྡོག་ཕྱོགས་སྐོར་དེ་དེ་ཙམ་བྱིན་ཡིན། ལ་ཟེར།